ཚེ་དབང་གི་གཏམ་གསན་སྲིད་གནང་མཁན་བྱ་བྱེད་དྲ་གྲོགས་རྣམས་ལ་ད་དུས་གསུམ་གྱི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། ད་ད་རེས་དོན་སྟེང་འདིའི་གནང་ལོག་ལ་ཡང་ཨ་ནི་ག་རེ་ཞུ་ཡ་ཡོད་ཟེར་ན། ཨ་ནི། དེ་སྔོན་བོད་དམག་ཁུལ་ཁང་གི་ད་ཆབ་སྲིད་ཨུ་ཡོན་ཡིན་པ་ཨ་བོད་རང་སྐྱོང་ཅུའུ་ལས་དོན་ཨུ་ཡོན་ལྷན་ཁང་གི་སྐོར་ཧྲུའུ་ཅི་ཡིན་པ་ཨ་ནི། ལྷག་པར་དུ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ཟླ་བ་གསུམ་པའི་ནང་ལོག་ལ་ཡང་ཨ་ནི། ཨ་ནི་རྒྱ་མི་ཁོ་རང་ཚོ་ལས་བོད་དུ་ངོ་ལོག་ཟིང་འཁྲུག་ཟེར་ཏེ་ང་ཚོའི་བོད་མིའི་རང་དབང་གི་གྱེན་ལངས་ལ་དྲག་གནོན་བྱེད་ཉེས་ཀྱི་ད་ནི་བཀོད་འདོམས་བྱེད་མཁན་ཁོ་གཙོ་བོ་ཁོ་ཡིན་དུས་ཙམ་ནས་ད་ཁོའི་ལྐོག་གནས་རྩོད་གཞི་གཉར་ཚང་ཞོར་ན་བསམ་སོང། གང་ཡིན་ཟེར་ན་ལྔ་བཅུ་ང་དགུ་ལོ་དེར་ལི་ཡཱ་ཨ་ནི་ཀྲང་ཀོ་བྷ་དང་ཀྲང་ཆིང་ཝུ་ཁོ་གཉིས་གཉིས་ཀ་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ཚོགས་འདུར་ཕྱིན་ཨ་ནི་བོད་ནང་ད་ལྟ་ཁོ་དན་ཀོན་སེང་ཁོ་བཅུ་གོ་བསྡད་ཡོད་རེད་དེ་འདྲས་ཡིན་དུས་ད་ཁོའི། བོད་ནང་ལ་ཡང་ད་ལྟ་སྐབས་དེ་དུས་ཨ་ནི་ལྔ་བཅུ་ང་དགུ་ལོར་ལ་ཡང་ཨ་ནི་ཁོས་ད་བོད་མི་ལ་ཡང་དྲག་གནོན་ག་འདྲས་བྱས་ཡོད་མེད་སྐོར་ལ་ཡང་ཨ་འདི་གལ་ཆེན་པོ་དང་ལྷག་པར་འདིའི་ནང་གནས་ཚུལ་ཁ་ཤས་ཤིག་ངས་ད་ད་ལྟ་བུ་དུ་ལྔ་བཅུ་ང་དགུ་ནས་ད་ལྟ་བུ་དུ་ལབ་ནས་འགྲིག་འདུག་སུ་གང་གིས་ད་ལབ་མ་ཐུབ་ཅིག་ད་ངས་དེ་རིང་འདི་ནང་ལ་གསལ་པོ་ཞུ་ཡ་ཡོད།

ཐད་ཀར་ཁོ་བོད་ནང་སླེབས་པའི་གནས་ཚུལ་དེ་གའི་དང་ལྷག་པར་དུ་ཡང་བོད་ནང་སླེབས་པའི་ནང་ལོགས་ནང་ལ་ཡང་ད་ལྟ་སྙམ་མ་རྒྱ་མི་བོད་སླེབས་པའི་སྐབས་ལ་ཡང་ཨ་ནི། བོད་གཞུང་གི་དྲུག་རིག་བཀག་སྡོམ་བྱས་རྗེས་རྒྱ་མི་དཀའ་ངལ་ཞིབ་པོ་འཕྲད་པ་ཉེར་ལེན་གཏན་ནས་ཨ་ནི། ཀོས་ལྷའི་སའི་ནུབ་ངོས་ཀྱི་ད་དུང་སྤྱི་ལེ་བཅུ་ཙམ་ཡོད་པའི་ས་ཆ་ལ་ཡང་རྒྱལ། རྒྱལ་གཅེས་ཞིང་ར་ས་དེ་འདྲས་ཅིག་ཨ་ས་ཆ་ཆེན་པོའི་སྲོལ་དེའི་ནང་ལ་ཡང་ཨ་ནི་མཛེས་ཤིང་དང་ཞིང་ཁ་བཏབ་རྗེས་ཨ་ནི་ཁོ་རང་ཚོས་འབྲུ་རིགས་དཀའ་ངལ་སེལ་བའི་སྐོར་ཅིག་དང་ད་ག་ན་ཤེས་བོད་ཀྱི་ལམ་ཐག་རིང་པོ་ཞིག་པོ་ཡིན་དུས་ཙམ་ནས་ཨ་ནི་ཁོས་དེ་དུས་ཙམ་ནས་བོད་ནང་གི་ཏང་དང་དམག་མི་དང་ད་ག་ན་བཞིན་ཨ་ནི་ཕྱོགས་ཡོངས་ནས་དང་གཙོ་བོ་རྒྱ་ནག་གཞུང་གི་དམག་དོན་ཨུ་ཡོན་ལྷན་ཁང་བཀོད་སྒྲིག་བྱས་པ་ནང་བཞིན་ད་ལྟ་ཨ་ནི་ལྷའི་ས་ནས

ད་ཤར་ལ་མ་ཞུ་བ་ཡིན་ད་གང་ཡོད་ཟེར་ན་དེ་མགོན་ཚང་ཟིང་ངེ་འདིར་གཅིག་སྟོང་དགུ་བརྒྱ་བཅུ་མེད་དུས་ལོར་ཧོ་ནན་ཞིང་ཆེན་གྱི་ད་ད་ལའི་ཡང་ཟིང་ངེ་གི་ད་དེ་འདྲའི་གི་གྲོང་ཁྱེར་ཆེ་རུ་སྐྱེས་འདུག་ཨ་གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་དྲུག་ལོར་རྒྱ་ནག་དམར་ཤོག་ཚོགས་པར་ཞུ་བ་དང་ཨ་དེའི་སྔོན་ལ་ཡང་རྒྱ་ནག་ནང་ཁུལ་གྱི་ས་གནས་མང་པོ་ཆེ་རྣམས་ཏང་དང་དམག་གི་གོ་གནས་མང་པོ་ཆེ་ཤ་སྟག་དེའི་སྐབས་སུ་བབས་བཞུགས་མེད། གང་ཡོད་ཟེར་ན་གལ་ཆེ་ཤོས་དེ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བཅུ་ལོར་བོད་དམག་ཁུལ་ཁང་གི་ཆབ་སྲིད་ཨུ་ཡོན་དང་བོད་ལྗོངས་ལས་དོན་ཨུ་ལྷན་ཁང་དྲུང་ཆེ་གཉིས་པ་དང་ལྟ་སྐུལ་དྲུང་ཆེ། བོད་ལྗོངས་ཏང་ཨུད་ཀྱི་དྲུང་ཆེ་བྱས་པའི་སྐབས་ལས་ཨ། ལྷག་པར་དུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་ཟླ་བ་གསུམ་པར་ལྷ་སའི་ངོ་ལོག་ཟིང་འཁྲུག་དྲག་གནོན་བྱས་པའི་དམག་འཐབ་ལ་བཀོད་འདོམས་བྱས་ཏེ། ངོ་ལོག་ཟིང་འཁྲུག་ཟེར་བའི་དྲག་གནོན་བྱས་པའི་ནང་ཨ་ནི་ཁོ་པས། ད་ལྟ་ལྷ་སའི་གཙང་ཆུའི་ལྷོ་ངོས་སུ་ཡོད་པའི་རྒྱ་དམག་གྲིབ་མ་ག་དང་ཨ་དྷ་ག་ན་ཞེས་ནོར་བུ་གླིང་ཁའི་གཙང་ཆུའི་འགྲམ་དུ་ཡོད་པའི་གླིང་ཁ་གསར་པའི་ནང་ལ་ཡང་མེ་སྒྱོགས་རུ་བ་ཇི་ཡོང་རེད་འོ་དེ་ཉིད་ཉིད་བཀག་བཏང་རྗེས་དང་ཐོག་རྩེ་ཕོ་བྲང་ལ་ཡང་མེ་སྒྱོགས་བརྒྱབ་ཨ་ནི་མེ་སྒྱོགས་བརྒྱབ་དུས་ཙམ་ནས།

དགའ་བདེ་ཆོས་སྐྱོང་སྲུང་མ་སྲུང་མ་མ་གནང་གཉིས་ཀྱི་ཆོས་སྐྱོང་སྲུང་མའི་སྐྱབས་གནང་སོ་ནས་དགའ་བོས་དཔྱད་པ་དང་ཨ་དེ་འདྲའི་ཆེ་ཆེ་གང་ལྟར། འདི་དུས་མཚམས་ནས་བྲིས་མ་ག་ད་ཨ་ནི་ད་འདྲ་གླིང་ཁ་ཟག་པ་ཟེར་ཡ་འདི་འདྲ་མེ་སྒྱོགས་ཀི་ཁ་ཆེ་རྩེ་ཕོ་བྲང་ལས་མེ་སྒྱོགས་རྒྱབ་འདེགས་མ་བརྒྱབ་པ་རེད་ད་ཡིན་ནའི་མེ་སྒྱོགས་བརྒྱབ་ནས་ཐང་མ་དེ་རྩེ་ཕོ་བྲང་ནང་ལོག་སྒེའུ་ཁུང་ནང་ལོག་ག་ད་ཨ་ནི་འདི་མ་འདུག་རྩེ་ཕོ་བྲང་སྐྱོན་ཆེན་པོ་ཞེ་དྲག་བྱས་མི་འདུག་ཞེ་ད་ཇོ་ལེ་ཡ་ཨ་ནི་ཁོང་ཚོ་ཞིབ་བཟོ་བྱས་པའི་སྐབས་འདི་འདྲའི་བཤད་ཀི་འདུག་ང་ད་དེ་ནས། རྩེ་ཕོ་བྲང་གི་ད་མེ་སྐྱོ་རྒྱ་ཡག་མཚམས་དེ་བཞད་པའི་རྗེས་ལ་ཡང་ཨ་ནི་ཁོ་ཚོ་ལྷ་སའི་ག་སུ་རེད་ད་ད། ཨ་ནི་གཙུག་ལག་ཁང་ད་ད་གྲོང་ཁྱེར་ནང་ལ་མེ་སྐྱོ་བཞད་ཀྱི་སྐབས་དུས་དེར་གཙུག་ལག་ཁང་ད་ད་གཞུང་ཁུལ་གང་ལ་ཡོད་ཀའི་གཟིམ་ཆུང་ཡི་གེ་ཨ་འདིའི་སྒེའུ་ཁུང་ད་འདིའི་གཡས་གཡོན་དུ་བར་ཐེག་བཅས་ཨ་ནི་མེད་པ་ཨ་འདིའི་ག་ནས་རྡོ་རྩིག་ཁང་པ་འདྲ་མ་ཞིག

མེར་སྒྱོགས་བརྒྱབ་དང་མེར་སྒྱོགས་བརྡེག་རྟགས་དང་མེ་མདའ་མང་པོ་བརྒྱབ་པའི་འདི་འདྲའི་ཉེར་ལེན་བསྟེན་ནས་ཨ་ནེ་གཅིག་ལྷ་སའི་བར་ཧོར་ནང་རེད་ད་ག་ན་སའི་ཨ་ནེ་ཁྲོམ་གཞུང་དང་ད་ག་ན་ལ་ག་ས་ག་ལ་ཡ་ད་མི་ཤི་བའི་ཨ་ནེ་རོ་ཁྱང་བསྡད་པ་དར་བ་ཨ་འདི་འདྲའི་གནས་ཚུལ་འོས་འཕྱོང་རེད་འདི་དང་ཆབས་ཅིག་ཨ་ནེ་འདིའི་ཆེད་ལ་ཡ་ད་ག་རོའི་ལྷིང་རེ་མ་འཇགས་སུས་བསྡད་ཨ་རྒྱ་མི་དང་རྒྱ་མི་ལས་བྱེད་འདེབས་ཀྱོག་ཡོད་ཆེ་ཨ

ཁྲིས་དེ་ཡང་ང་ཚོའི་སོག་མོ་ཆུར་དེའི་ནང་བསྡད་ཡོད་འོ་དེ་དུས་ཙམ་ནས་ཨ་བླ་རྒན་རྒན་འཁོགས་བཞི་བོ་གཅིག་དང་ལག་པ་མཁར་རྒྱུག་བཙུགས་རྗེས་དེའི་སྐྱ་ལོ་དམར་མིན་དེ་བྱས་ཅིང་ཨ་དེ་ནས་གྲྭ་པ་དང་བླ་མ་ཨ་འདྲེ་མང་པོ་ཞིག་ལག་པ་བསྡམས་རྗེས་སྨད་ཚིག་ཁྲིས་འདྲེ་བཙོན་ཁང་ནས་ཁྲིད་པ་དེ་འདྲ་མཐོང་པ་དང། ཨ་དེ་འདྲེ་ལྷག་པར་དུ་བཙོན་ཁང་དུ་བཙུད་མ་ཆུག་ཅེས་ཨ་ནེ་གཅིག་གི་ཡི་གེ་དེ་དུས་བོད་པ་མང་ཞིག་འཛུགས་སྐྲུན་བྱས་པའི་མང་ཆེ་དེ་གའི་ག་རེ་ཁྲ་རིང་སོ་སྐྱེས་ཆེ་སྙེ་མ།

ཨ་ནི་ག་རོ་ཆེ་ནས་ཨ་ནི་ཁོ་ཚོ་དེའི་ནང་ལ་ངོ་ལོག་ཟིག་འགྲོ་འདུག་ཅིག་ཁོ་ཚོས་ཞོད་ཆགས་བཏང་པ་དང་རྒྱ་མིས་ཨ་ནི་གར་ལབ་ཡར་ཟི་དུས་ཙམ་ནས་རླུང་འཕྲིན་ནང་ལོག་ནས་ཨ་སྐབས་དེ་དུས་ཁོ་ཚོས་ཨ་ནི་ཨ་ནི། བོད་ནང་གི་ད་ཁ་བྲལ་རིང་ལུགས་དང་ངོ་ལོག་ཟིག་འགྲོ་ལངས་མཁན་མི་བརྒྱད་ཁྲི་བདུན་སྟོང་ལྷག་དང་ཞིག་ཁོ་ཚོས་རྩ་མེད་བཟོས་པ་ཡིན་ཟེར་ཨ་ནི་དེ་འདྲའི་ཁྱབ་བསྒྲགས་ཞིབ་པོ་བྱས་པ་དང་དེ་དང་ཆབས་ཅིག་ཨ་ནི་བོད་པ་དེ་གའི་ནང་ལོག་ལ་ཡར་ཁོ་ཚོས་བཤད་པའི་ཁྱབ་བསྒྲགས་བྱས་པ་དེ་གའི་ཨ་ནི

ད་ལྷས་སའི་ནང་ལ་ཡང་ག་རེ་ཟེར་ན། ཨ་ནི་ང་ཚོའི་ཧ་གོ་བའི་ཆེད་ལ་ཡང་གཞོན་ནུ་ཚོགས་པ་ཟེར་མཁན་ཅིག་དང་བུད་མེད་ལྷན་ཚོགས་ཟེར་མཁན་ཅིག་དེ་འདྲའི་གུང་ཁྲན་ཏང་གི་ཚོགས་པ་འདི་བཙུགས་ཤག་ད་བུད་མེད་ལྷན་ཚོགས་ཟེར་དེའི་ནང་ལ་མང་ཆེ་བ་ད་ཁུག་དྲག་ཡར་ཐོན་པའི་འདྲའི་སྐྱེ་དམན་ཡིན་ཟེར་མཁན་དེ་ད་ཨ་ནི་གཞོན་ནུ་ལྷན་ཚོགས་གཞོན་ནུ་ཚོགས་པ་ཟེར་དེའི་ནང་ལ་ཡང་ཞོལ་གངས་ཨ་ནི། ཐུབ་བསྟན།

སྐབས་དེ་དུས་མི་མང་པོ་རྟ་ཁ་ཤས་དྲག་ཆས་དུས་ཙམ་ནས་འདི་འདྲའི་རྫས་འདི་ཐོས་ཆས་ཤེས་པ་དང་ཁ་ཤས་ཨ་ནེ་ག་ཚོ་རེད་འདི་བྱས་འདིའི་སྒང་ལ་རྒྱ་མི་ཡིན་དེ་སྙིང་ཆེ་ད་རྒྱ་ནག་ནས་གསབ་རྟགས་རེད་བྱས་བོད་ཡོང་རྒྱ་འོད་འདྲེ་མང་པོ་ཞེ་པོ་སེམས་ཆབ་དེ་གས་ཨ་ནེ་ཁ་ཐུག་ཁ་ཐུག་ཁ་ལ་མ་ཉེམས་དང་ལམ་སང་རྒྱ་མི་ཁ་ཐུག་དག་སྲོག་ཐོབ་དང་བ་འདི་འདྲའི་གནས་ཚུལ་ད་ཡ་ང་བོ་ཞེ་བོ་བྱས་བྱས་ཨ་དེ་འདྲས་བྱས་དེའི་སྐབས་དེར་ངའི་ཨ་མ་ཡི་ཆ་ཞེ་ན་ལྔ་བཅུ་ང་དགུའི་ལོ་དེ་ལ་ཡ་ཨ་མ་གྲོང་ཁྱེར་རྙིང་ཆེ་ཨ་མ་གྲོང་ཡེ་དང་ཨ་མདའ་ག་ན་ཤི་ང་ཚོའི་སྒོ་རའི་ནང་ལ་ཡ་ད་ལྟ་ག་སུ་རེད་ཨ་འབྲུག་ཚང་གི་ད་ལྟ་སྐྱེས་མའི་དུག་ཕྲུག་སེང་ཨ་ཅག་དུག་ཕྲུག་སེང་ཅིག་ཡོད་དེ་ན་ཤི་སྤྲེ་འུ་ཁམས་པ་ཡ་ཨ་ནི་ཨ་ཅག་ཅིག་ཡོད་རེད་ད་དེའི་ཁྱོ་ག་དེའི་ལོ་ཆུང་ཆུང་བྱས་དེའི་ཡ་ཆུ་ཆུ་ག་འབྲུག་ནང་ཕྱིན་བྱས་ཨ་ནི་དམག་དཔོན་ན་ཅིག་རེད་ཟེར་ལབ་བྱས་འོ་དེ་བྱས་དེའི་སྐབས་དེར་ང་ཚོའི་པར་ལ་ཁོང་ཚོ་ཆུ་ཆུ་ག་འབྲུག་ནང་ཕོག་དཔོན་རེད་ཟེར་ལབ་ནས

ཨ་འབྲུག་ཅན་དག་ལན་རེ་མགུ་བར་ཡོང་བ་འདི་འདྲའི་གནས་ཚུལ་བཤད་རྗེས་འདི་གང་ངའི་ཨ་མ་དང་ཁོང་ཚོ་འདི་གར་གྱེར་ཡ་གཟིགས་འབྲུག་ལགས་ནི་ཉི་མ་གསུམ་པོ་ད་ག་ཡ་ཨ་ནི་རྒྱ་མིའི་ལས་བྱེད་པ་དང་ད་གོ་ད་ད་ག་རེ་ས་གར་སྨད་ཟིག་ཅིག་མི་ཅིག་ཡོད་ན་གོ་གར་ས་ད་ད་ད་མི་ཅིག་ངས་འདི་མིང་འདི་དྲན་གི་མི་འདུག་འོ། ཁོས། ཨ། ད། ཁྱེད་ཅག་མི་མང་པོ་ཞིག་ཁྲིད་ཡོང། ཨ། འདི་དུས་ཙམ་ནས་གར་བྱས་པའི་ཚུལ་དུ་ང་ཚོའི་ཨ་མ་དང་ཨ། ཁོ་ཚོ་ཁག་ཅིག་གིས། མི་དེ་གི་ཆུ་བཞི་ཁ་འབྲུག་མི་ཁ་ཤས་ཅིག་ད་ལྟ་གསང་སྤྱོད་ནང་སྦས་འདུག་ཨ། དེ་སྦས་བྱས་རྗེས་ལ་ཡར་རྒྱ་མི་མེད་པ་ཅིག་ལས་ཧོབ་ཏུ་ཁོ་ཚོ་མ་གློད་ཅེས་ཨ། ཁོ་ཚོ་ལྷོ་སྒོ་ཅན་བོས་ད་པ་ཅིག་དུས། དེའི་གནས་ཚུལ་དེ་ཨ། ང་ཚོའི་གྲོང་པ་ཡིན་པས་དེའི་ནང་ལ་ཡར་ད།

ངའི་ཨ་མ་ད་ཅིག་གི་མིག་དང་པོ་ཐང་ཐང་ཟེར་མར་འདིའི་རྐང་ལིའ་ཨ་ལས་ཀ་ཨར་འདེད་ཞིབ་པོ་ཅིག་བཀོད་པའི་རྒྱུ་མཚན་བསྟན་ནས་ཨ་འདིའི་རྐང་ལིའ་ད་སྤུ་གུ་འདྲེ་མར་ཐུག་གིས་ང་དང་ངའི་འོ་མ་བུ་མོ་གཉིས་ལྷག་བསྡད་ཡོད་དུས་ད་འདི་སྐད་ཅིག་མགྱོགས་པོ་ཁྱོད་ཀྱི་བཙོན་ཁང་ནས་མར་བཏང་རོགས་བྱས་ན་བསམ་གྱི་ལས་ཀ་ཞིབ་པོ་བྱེད་ག་ཅེས་ཅེས་མིག་ཡས་གཅིག་ཏུ་ཞོགས་ལ་ཕྱིན་འགྲོ། འོ་འདི་འདྲའི་གནས་ཚུལ་ད་བྱུང་བ་རེད། ད་འདི་ང་ཙམ་གཅིག་བ་མ་རེད་རྒྱ་གར་ནང་ཤིན་ཏེ་ང་ཚོའི་དང་པོ་ཐོག་མ་མི་ཚང་རྣམས་ཀྱི་ཀ་བ་རེད་ཅེས་ཅེས་ད་ཁྱེད་ནས་ནང་ལ་གཡོག་པོ་མང་པོ་བྱེད་བ་རེད་ཚོང་ཁང་ཆད་ཀྱི་ཡོད་རེད་ཨ་ནི་ག་ས་ག་ལ་ཡང་རྒྱ་གར་དང་རྒྱ་ནག་དྲུང་ཡིག་བྲེལ་བ་ད་འདྲའི་མང་པོ་ཡོད་པ་ཅིག་ཧོབ་ད་འདི་གའི་གངས་ཀློག་ད་བཙོན་ཁང་བཅུག་ས་བཙོན་ཁང་ཆེ་རྒྱ་གར་ཕྱི་རྒྱལ་དུ་ག་ཚོད་རེད་ཕ།

ཟིང་འཁྲུག་འདི་ག་ཚོད་རེད་རྒྱ་མི་ཁོ་ནར་ཞིང་དུད་ལྟར་ཉེས་མ་ཞི་བས་ད་ག་ལམ་སང་ཁྲིད་བྱས་ཨ་ནི་རྒྱ་ནག་ཁྲིད་ཕྱིན་སོང་བ་ད་གར་བྱས་ཡིན་ན་ཧ་གོ་ཡམ་འདི་ན་བཞིན་ཨ་ཅག་དང་འདྲ་སྤྲེའུ་ཁང་པ་འདི་ལྟར་ཨ་ནི་མཚོན་མོན་གླིང་གི་བཙོན་ཁང་ནང་དུ་སྤེ་གི་ཡ་ད་ག་ཚོད་རེད་བཟང་བཙོན་བསོག་རེད་བཙོན་པ་བསོག་རེད་གང་ད་སྤེ་གི་སློབ་གསོ་རྒྱ་འདི་ན་ཕྱིན་དུས་རྩ་ནས་ཨ་མི་འདི་སྐྱེ་མེད་དུ་སེམས་མ་བདེ་བ་བྱས་བྱས་ཨ་མཐའ་མ་དེ་ལ་ཡ་རྩེ་ཕོ་བྲང་དུ་བ་བྱེད་ལ་ཡ་ཨ་ནི་རང་ཤི་རྒྱབ་བྱ་ཟེར་འདི་འདྲའི་གནས་ཚུལ་དང་མི་མང་པོ་ཤི་མ་ཁ་ཤས་ཆུ་ལ་ཆོམ་ཉེན་ཨ་ནི་ཁ་ཤས། དེ་འདྲའི་གདའ་གང་དང་བོའི་ནང་ལ་ཡང་རྒྱལ་མོ་ཁོ་རང་ཚོ་ལབ་ན་གཞན་གྱི་མི། རྒྱལ་དུས་དོན་སྟོང་ལྷག་ཚོ་ཞིག་ད་གོ་འདོད་རྩ་མེད་བཟོས་པ་ཡིན་ལབ་དགོས་ད་རྩ་མེད་བཟོས་པ་ལབ་དུས་ཙམ་ནས་ཡང་ཚིག་འདིར་བརྩོན་པ་ཡོད་རེད། གལ་སྲིད་ནས་མི་གང་གི་སྲས་པ་རེ་ལབ་གི་ཡོད་མ་ད་ག་འདྲ་ཁོ་ཚོས་ནུས་པ་མེད་པ་བཟོས་པ་ད་རྩོམ་གང་ན་བཅུག་པ་ད་ཟིན་པ་ད་ཨ་ནི་ཤི་བ་ད་གང་ག་ལ་ཡང་ཨ་ནི་འདྲ་ལབ་གི་འདུག་ཨ་འོ་ཨེ་འདྲའི་བྱེད་ཉེས་ད་གཏེར་བུ་དེ་སུ་རེད་ཟེར་དུས། ཁོ་ད་ལྟ་ཐང་གོན་ས་ཉིན་དེ་དུས་ཙམ་ནས་ཀྲང་ཅིན་ཝུའུ་དང་ཀྲང་ཁོང་བ་ཁོ་གཉིས་ནི་རྒྱ་ནག་གི་རྒྱལ་ཡོངས་མི་དམངས་འཐུས་མི་ཚོ་གཅིག་མཚུངས་དུ་ཕྱིན་པ་རེད་བྱས་ཙང་དེའི་ནང་ལ་ཡང་ནི་ལྔ་བཅུ་ང་དགུའི་ངོ་ལོག་ཟིང་འཁྲུག་དྲག་གནོན་བྱེད་མཁན་གཏེར་དཔོན་ཐུ་གོ་ཐང་དང་དུ་ཁོ་རེད་འདུག་ཨ་ཐེན་གོན་སན་ཅེས་ཁོ་གཉིས་མདོ་ད་ལྟ་ཧྥ་མིང་ཟེར་མཁན་དེ

ལས་ཀ་མང་པོ་ཞིབ་པོ་བྱེད་ལས་འགན་མང་པོ་ཞིབ་པོ་བྱེད་མཁན་འདིའི་རྐང་ལས་སེམས་ནང་ལས་ཁོ་དཀའ་ངལ་ཞིབ་པོ་བྱེད་ཡོད་པའི་རྒྱུ་མཚན་བལྟས་རྗེས་ཨ་ནི། ཁོ་ལ་ཡང་གང་སེ་ན་མིག་གི་ན་ཚ་དང་སྙིང་གི་ན་ཚ་བྱུང་རྗེས་ཨ་ནི་སྐབས་དེར་རྗེས་ལས་ཁོ་རྒྱ་ནག་ལ་ཡང་ཨ་ནི། དྲན་གདུང་གནས་སྤོས་དང་ཨ་ནི་དེ་དུས་དྲན་གདུང་ནང་ལས་ཆེས་མཐོའི་མི་དམངས་ཁྲིམས་ཁང་གི་ཀྲུའུ་ཞི་རག་ཀྲུའུ་རིན་གཞོན་པ་ཟེར་ཡག་དང་ཨ་ནི་དྲང་གདུང་དམག་ཁུལ་ཁང་གི་སློབ་སྟོན་པ་ཟེར་བ་འདི་འདྲས་ཀྱི་ལས་འགན་བསྐུར་བཞག་ཨ་ནི་དེ་ནས་ལྔ་བཅུ་ང་ལྔའི་ལོ་དེར་ལ་ཡང་ལེ་ཀྲན་ཇེ་ནར་སེ་དང་དབྱིན་ཇི་ནར་དང་བོད་རྒྱ་མི་ཤེས་ནས་ཀྲུང་ཅང་སེ་དང་དམག་སྤྱི་གོ་གནས་དེ་འདྲའི་ཆེ་གྲས་བཞག་ཨ་དེ་མ་ཚད་རྒྱ་ནག་རྒྱལ་ཡོངས་མི་དམངས་ཆབ་སྲིད་གྲོས་ཚོགས་ཚོགས་འདུ་སྐབས་བཞི་པ་དང་ལྔ་པའི་རྒྱུན་ལས་ཨུ་ཡོན་དེ་འདྲས་གྱེན་བླངས་པ་དང་ཨ་ནེ། དྲུག་ཅུ་རེ་དྲུག་ནས་བདུན་ཅུ་དོན་དགུའི་བར་རིག་གནས་གསར་བརྗེའི་ལས་འགུལ་ནང་ལ་ཡང་ཨ་ནེ་དྲན་གྲུབ་དམག་ཁུལ་ཁང་གི་ཆབ་སྲིད་གཞོན་པ་དང་དམག་སྤྱི་གཞོན་པ་ཆབ་སྲིད་པུའུ་ཡི་ལས་འགན་ཁེ་ཡན་དཔོན་རིགས་མང་པོ་ཞི་བ་གཅིག་དང་ཀྲང་ཁོ་བ་དེ་དུས་དང་མའོ་ཙེ་ཏུང་གིས་གོ་བསྟོད་སྲུང་སྐྱོབ་བྱས་པར་གཟིགས་རིམ་མ་གཏོགས་གཞི་འདིའི་འོག་གི་ཐ་རྒྱ་མིའི་དཔོན་རིགས་མང་ཆེ་ལ་ཡང་དེ་དུས་ལིའུ་ཏང་གི་ཤོག་ཁག་གི་ཕྱོགས་གཏོགས་རེད་ཟེར་ཁོ་ཚོ་ལ་ཡང་དག་ཁ་ཤས་དམ་ཚིག་ཚང་ས་དམ་ཚིག་དང་བརྩོན་ལེན་བཅུག་ས་བརྩོན་ལེན་བཅུག་དེའི་ནང་ལོགས་ནས་ཨ་ནེ་བྱས་ལ་ཡང་ད་ལྟ།

ཨ་ནི། རྗེས་ལ་ཡང་ད་ཀྲང་ཅིན་ཝུ་སེང་བུ་མ་བསུབ་ཅེས་ཀྲང་ཅིན་ཝུ་དང་ཁོ་གཉིས་མཉམ་མང་བོད་ནང་ལས་ཀ་བྱུས་རིང་པོ་བྱས་ཙང་ཨ་ནི་ཁོས་ཨ་ནི། ཏིས་ཅིག་སྐྱབས་ཀྱིས་ཁོང་ལྟར་སྙིང་ན་ཚ་དང་མིག་ན་ཚ་ཡོད་ལ་བོད་ནང་དཀའ་ལས་བྱས་པ་རེད་ཁྱེད་རང་ཚོ་ཤེས་པ་ནང་བཞིན་མ་རེད་ཟེར་ལབ་རེད་ད་ལས། ཨ། རྗེས་ལ་ཡང། གང་ལྟར་འདི་ཚོའི་ཆེད་ཆེད་ཁོང་གཉིས་ཀྱི་ན་ཟུག་དང་སེམས་ཀྱི་དཀའ་ངལ་མང་པོ་ཧྲིལ་བོ་ཕྱུང་རྗེས་ཨ་ནི་ཡུན་རིང་མ་འཁོར་བར་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔའི་ཟླ་བ་བཅུ་གཉིས་པའི་ཚེས་དྲུག་ཉིན་དེ་ལ་ཡང་ཨ་དེ་འདས་འདས་གྲོངས་ཕྱིན་པ་རེད། བྱས་ཙང་ད་ག་རེ་སྲིད་དུས་བོད་ནང་ལ་ཡང་རྒྱ་མིའི་ཆེད་དུ་རྒྱ་མིའི་དཔོན་པོ་ཁོ་རང་ཚོ་ད་གོ་གནས་མཐོ་པོ་ཞུ་གི་ཡོད་པ་དང་དམག་མིའི་ནང་ལ་ཡང་ད་དམག་དཔོན་གྱི་ལས་དྲན་བྱས་ན་སྲིད་དུས་ད་དེ་མིན་ཀྲུང་ཅང་ལ་དུས་ད་རག་ཁག་པོ་ཞུ་འདྲེར་བ་དེ་འདྲས་ཀྱི་ད་ཨ་དེ་ནས་ཆབ་སྲིད་པུ་ག་རེ་ཆབ་སྲིད་ཨོ་ཡོན་གྱི་དེ་འདྲས་མིན་ཕྱིན

རྒྱ་མི་གུང་ཁྲན་བཏང་དེ་དངོས་གནས་དྲང་གནས་ད་ག་རེད་ཟེར་ན་ད་ཀོ་ཇག་པ་དང་གཅིག་ངོ་ཚ་ཡ་ཁྱོད་མེད་པ་ད་ཁོ་རའི་ཚིག་ཏུ་ལས་ཀ་བྱེད་མཁན་ལས་ཁོ་ར་ད་ལྟ་བ་མ་ཐོན་ཏེ་ཨ་ཏག་ཏག་བཟོ་ཉེས་དེ་འདྲས་ཡིན་དུས་ཙམ་ནས་ང་ཚོ་ད་ལྟ་བོད་ནང་གི་ད་བོད་པ་ལས་གཅིག་མང་པོ་ཞེ་པོ་གཅིག་བ་རེད་དེ་གས་ད་འཚོ་བའི་དོན་དག་ལ་ད་ཉི་མ་གང་བྱོས་ཅིག་བྱེད་ཀི་ཡོད་དེ་ཁག་གཅིག་ཡང་གཅིག་གི་ལྟས་གོ་ནས་ད་གཅིག་ཞེ་པོ་བྱས་ཡ་མེད་དོ་བསམ་དོན་ཚོར་ཡའོ་ད་ངས་ནབས་སུའི་ཁྱེད་རང་ཚོར་ད་ངལ་ཡ

བརྙན་འདི་བཟོ་ཡ་ལས་སེམས་ཤུགས་འཕར་ཡ་དང་རྒྱབ་སྐྱོར་བྱས་པ་ཡིན་དུས་ཙམ་ནས་ཨ་ནི་བཀའ་དྲིན་ཆེ་ཞུ་གི་ཡིན་ད་ལྟ་ཁྱེད་རང་ཚོས་རྒྱབ་སྐྱོར་བྱས་པར་བརྟེན་ནས་ད་ངའི་བརྙན་ཐུང་དེ་ད་རེག་དེ། ཐེངས་མ། ལྔ་བཅུ་ང་གཅིག་རེད་ད། ཐེངས་མ་ལྔ་བཅུ་ཐམ་པ་དེ་ངས་ད་ལྟ་ཡང། ཨ་ནི། ཞང་པ་བཟོས་ཆགས་ཡོད་འོང་བ་དེའི་ནང་ལས་ཞུ་བ་ཡིན། འོ་བྱེད་དུས་ཙམ་ནས་ཨ་ནེ་རེད་ཅིག་ཐེངས་བ་མང་པོ་ཟོག་ཐུ་ཨ་ད་ཨ་ནེ་ཅིག། ངའི་གཉེན་འབྲེལ་ཏཱ་ཉེ་ཞི་དང་ད་ལྟ་ཏུ་སི་ཉེ་དེ་ན་ཐོག་དེ་ན་བལྟས་དུས་ཙམ་ནས་ཁྱོན་ཡོངས་ནས་བལྟ་དུས་མི་བདུན་ཁྲི་ལྷག་ཙམ་བྱུང་ཤག་ཨ་བྱས་ན་དེ་གི་ཚིག་ངག་རྒྱབ་འཇོག་གནང་སྟེ་དགའ་བོ་ཞེ་དྲག་བྱུང་ཨ་བཀའ་དྲིན་ཆེ་ཞུ་གི་ཡོད་ཨ་མུ་མཐུད་རྒྱབ་འཇོག་གནང་རོགས་གནང།